དེ་འདས་ལ་ཡ་ཀོ་ཧྥི་ཅི་ཤ་དེ་ལ་ཡ་ཧམ་བྷ་གར་ཡོད་རོ་དེ་འདྲ་ཤ་ནས་ད་ང་ལ་ཡ་ད་ཁྱེད་རང་ད་ད་གོམ་རྒྱབ་སེ་ཁོ་རང་སུ་ཀོ་ཧྥི་ཐུང་ད་ཁྱེད་རང་བྱམས་པ་ནས་སྙིང་རྗེ་སྐར་མ་ཤི་རིང་ལ་གོམ་ཤོག་ཨ་སེ་ཡང་ཁོ་རང་སུ་ཀེ་ཤེ་དེ་ནས་ད་བྱམས་པ་སྙིང་རྗེ་གོམ་པའི་སྐབས་སུ་དེ་ན་ལ་ཡ

ཡུལ་ཁོ་རང་གི་གནས་ལུགས་ག་རེ་འབྱུང་བ་དེ་གསལ་པོ་གཅིག་ཤེས་ཀྱི་མི་འདུག། ད་ཀྱི་སྔོན་མ་སྐད་ཆ་འདྲ་མར་བཤད། ཡིད་ཆེས་དང། སྔོན་མ་གི་ང་རང་གི་དྲན་པ་ག་རེ་ག་ཟེ་བ་རེད། ལ། རྣམ་རྟོག་འདྲ་མར་སྔོན་མ་གི་དཔེར་ན་སྤུ་གུ་ཆུང་ཆུང་དཀར་ལ་ཚིག་སྒྲོག་མཁན་དེ་འདྲ་ཞིག་ཡིན་ན། ད་འདི་ཚོ་གི་བསམ་བློ་དེ་ཚོ་འཁོར། དེ་འདྲ་ཞིག་ཡོང་གི་འདུག་དངོས་གནས་ད་ལྟ། ཚ་བ་གི་འདི་གི་རང་བཞིན་གསལ་པོ་མཐོང་མི་འདུག།

སོ་མ་སྦྱིན་པ་དེ་རྟོགས་ཐུབ་པ་དང། ཨ་ནི། དྲོད་ཡལ་ཚ་བ་དང་མཉམ་དུ་ལམ་བཟང་སྙིང་དེ་མ་ཆགས། སྒྲ་མི་སྣ་ཤེས་བདེ་གི་འདུ་ཚད་མེད་པ་རེད། ད། སྙིང་འཕར་ཚ་ག་ཤེད་ཅིག་ཚལ་བ་དང་འབྲེལ་བ་ཡང་ཡོད་རེད་བ། དེ་མ་ཆགས་འགྲོ་བ་ཡོད་རེད། དེ་སྐད་ཆ་སྒྲ་མི་སྣ་ཤེས་གི་འདུ་ཚད་ཞེ་རག་ཡོད་མ་རེད། དེ་ཡིན་དུས་ད་འདི། ཁོ་ཚོ་གི་དཔེ་མི་ཚེ་གལ་ཆེན་པོ་རེད། ག་རེད་ཟེར་ན། ནམ་རྒྱུན་ང་རང་ཚོ་སེམས་ལ་རང་དབང་མེད་རེད་ད། མདོར་བསྡུ་ན། ཕྱི་རྒྱལ་གི། དེང་སང་གི་མི་ལ་ཡ་སེམས་ལ་གནོན་ཤུགས།

ཚན་རིག་པ་དེ་གའི་ཀླད་པའི་རྫས་ལ་ཡང་འགྱུར་བ་བཏང་ཐུབ་ཡ་ཡོད་པ། ལོ་དྲུག་ཅུ་གི་སྔོན་ལ་དེ་ནི་ཀླད་ཁམས་རིག་པའི་ཁོང་ཚོ་ག་རེ་ལབ་དགོས་རེད་ཟེར་ན། མི་རང་རང་སོ་སོ་ལ་ཡང་ཁམས་རེ་རེ་ཡོད་རེད། མིག་གཤིས་ཀ་ཁམས།

སྐྱེས་ནས་ལོ་འགའ་ཤས་ཀྱི་རྗེས་ལ། དེ་རིགས་གར་ཡོད་པ་དེ་ཆགས་འགྲོ་བ་རེད། ད་དེ་འདྲ་ཆགས་ན། ད་མ་ཤི་བར་དུ་དེ་ལ་འགྱུར་བ་ཡོད་མ་རེད་ཟེར། ཁྱེད་རང་ག་རེ་མོ་ག་རེ་བྱས་ན་ཡང། ཨ་མི་རི་ཀ་ལ་རྒྱན་ཤོག་ཡོད་རེད་བ། ལོ་ཐོ་རེད་རྒྱན་ཤོག། རྒྱན་ཤོག་ཐོབ་པ་ཡིན་ན། ཨ་རིག་དངུལ། འབུམ། ཡག་ཡག་ཕར་འོང་དུ་སུམ་བརྒྱ་སོ་དེ་འདྲ་རག་གི་རེད། ཨ་རི་དངུལ། དེ་འདྲི་ཐོབ་ན་ཡང། ཁྱེད་རང། ཟླ་བ་ག་ཞེ་གཅིག། མང་ན་ལོ་གཉིས་སྐྱིད་པོ་ཨོ་ཆགས་ཀྱི་རེད། དེ་ནས་ཡང་མང། རླུང་འཚུབ་འཚུབ་ཡིན་ན་རླུང་འཚུབ་འཚུབ་ན། མང་རླུང་འགྲོ་གི་རེད། སེམས་པ་ནག་ཏིང་ཏིང་ངེ་ན་ནག་ཏིང་ངེ་ན་རླུང་འགྲོ་གི་རེད། མི་ག་ཞེ་ལ་སྔོན་མ་ལ་སྡུག་རུ་ཆགས་འགྲོ་གི་ཡོད་རེད།

གསར་གཏོད་བྱས་ལ་དེ་ནས་སློབ་སྦྱོང་མང་པོ་ཞིག་སྦྱངས་ཉམས་མྱོང་མང་པོ་ཞིག་སྤེལ་ཏེ་མཇལ་སྐོར་བ་ད་སྒོམ་ཉམས་ལེན་ཡག་པོ་བྱས་པ་ཡིན་ན་འདི་ནི་གསར་གཏོད་ཀྱི་རིག་པ་དེ་སྤེལ་ཤུགས་ཆེན་པོ་ཆགས་ནས་དེ་ནས་འདི་ད་ཕྱི་རྒྱལ་ལ་ད་གསར་གཏོད་ཟེར་གི་འདུག་པས་མི་ཚེ་གལ་ཆེན་པོ་བརྩི་གི་རེད་བ། ད་ལྟ་དེང་སང་གི་ད་ཅིག་འཛམ་བུ་གླིང་ལ་ཡར་རྒྱས་ཡོང་ཡང་མང་ཅིག་ད་གསར་གཏོད་བྱས་པ་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་གི་རེད་བ། ཨ་ནི་མི་དེ་གོ་ཡང་པོ་ཆགས་ཡ་ལ་སོགས་པ། ད་དེ་འདྲ་བྱས་ནས་དཔེ་མི་ཚེ་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད་དེ་ནི། ད་ད་ང་རང་ཚོ། ཚན་རིག་པས་ཀྱིས་ད་དེ་འདྲ་བྱེད་དུས་ཞིབ་འཇུག་དེ་ཡིན་ན་ད་ང་རང་ཚོ་ནང་ཆོས་ནི་ད་གཞི་ནས་ཀྱི་གྲུབ་འབྲས་དེ་གཙོ་བོ་ག་རེད་ཟེར་ན་ད་སེམས་གཏང་འགྲོ་བཞག་དུས་ལ་རང་དབང་ཐོབ་པ་གསུངས་ཀྱི་ཡོད་རེད་བ། དེ་ཡིན་ནས་སེམས་གཏང་ནས་ཡུལ་ལ་བབས་གཏང་ན་ཡང་གཏང་ཐུབ་ནས་སོ་སོ་རྣམ་པ་བརྗོད་པའི་ཤེས་རབ་དེ་ག་ནང་བཞིན་བྱམས་པ་དང་སྙིང་རྗེ་ལ་སོགས་པ་དེ་འདྲ་བྱས་ནས་སྒོམ་པ་ཡིན་ན་སྒོམ་ཆོག་ཆོག། ཡང་སེམས་ཁོ་རང་རང་བཞིན་ག་རེ་ཡོད་པ་དེ་ང་ལ་བཞག་ན་ཡང་བདེ་ཐུབ་མཁན། ད་དེ་འདྲའི་ཅི་ཡོང་འདོད་དེ་ནི་ཉོན་མོངས་པ་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་དུ་སོ་རང་བཞིན་གྱིས་ཞི་འགྲོ་བས། བྱམས་པ་དང་སྙིང་རྗེ་དང། གསལ་བ་དང། དྲན་པ་དང། འདུན་པ། ཏིང་འཛིན་འདི་ཚོ་གང་རང་བཞིན་གྱིས་སྐྱེ་ཡོང་བར་བ། ད་འདི་ཚོ། ད། ད་ལྟ་ཚན་རིག་པ་ལབ་པ་དེ་ཚོ་གཅིག་པ་ཆགས་ཡོད་རེད།